ཨོ་དེ་བརྙན་པ་དང་པོ་འདི་སུ་ལ་རེད་དོ། འདི་ངའི་ཧཱ་སྤེན་ཁྲི་དུ་ལ་རེད་ཤག་འདི།

སྔོན་མ་ཨ་ཅག་མཚོ་མོ་གོང་གསལ་གླེང་དུས་སྐབས་སུ་ལ་ང་ཚོས་འདིའི་ཇུས་གཏོགས་འདིའི་སྐོར་ཙོག་ལ་སྐད་ཆ་བྱུང་དུས་ཨ་ནི་ངེད་ཀྱིས་ཇུས་གཏོགས་འདི་གནའ་བོ་བགྲོད་བག་ཧ་གོ་དུས་ཨ་ཅག་ཚེ་རིང Belgium གྱི་ཨ་ཅག་ཚེ་རིང་གིས་ཨ་འདི་ང་རྙེད་པ་ཉོས་གི་མོ་ལ་ང་རང་རྙེད་པ་དེ་ང་རང་ཉོས་གི་ལན་ལ་དུ་ཨ་ཨ་ནི་འདི་བྱེད་དུས་སྐབས་སུ་ལ་ཨ་ཅག་ཚེ་རིང་ལགས་དང་ཅོ་ཅོ་གཡུ་ངྷི་ལགས་ཀྱིས་ཨ་ནི་འདི་རྙེད་པ་འདི་ཚ་མོ་བསྐུར་རེད་ངའི་བསམ་པ་ལ་ཧམ་སྐུར་གཅིག་པུ་ཅིག་བསྐུར་ཡོད་ཀྱི་རེད་བསམས་སོ་ཧ་འདི་ན་ན་ཧམ་སྐུར་འདི་ངས་གནའ་བོ་བགྲོད་བག་ཧ་གོ་ནས་ཧམ་སྐུར་འདི་ཅིག་པུ་བསྐུར་ཡོད་ཀྱི་བསམས་སོ་ཇུས་འགོད་ལྟ་དུས་ཧམ་སྒོ་སྙོམས་དུ་ལ་དོགས་སློབ་པའི་དཔེ་མང་པོ་བསྐུར་འདུག་འོན་ཏེ་ཨ་ནི་ཨ་ཙེ་མཚོ་མོ་ཨ་ཙེ་ཚེ་རིང་ལགས་དང་ཅོ་ཅོ་གཡུ་ངི་ལགས་ཚང་མ་ལ་ཨ་ནི་ནང་མི་ཚང་མ་ཚབ་བཞིན་ཐུགས་རྗེ་གནང་ལན་ཡིན། ངེད་ཀྱི་བརྙན་པ་འདི་ཨ་ནི་དུས་འདྲ་གཅིག་བརྙན་ལ་ང་རང་ལ་རག་ས་སུ་རག་ཡིན་ནད་པས་ངེད་ཀྱི་བརྙན་ཐུང་འདི་འདི་བཟོས་འོ་བསམ་དུ་ཨན་བོག་སིང་དུ་བཟོས་འོ་བསམ་ནས་ཨ་ནི་འོ་སྙམ་དུ་སློབ་གྲྭའི་སྒྲོལ་འདི་ནི་ད་ལས་ཀ་ཨེ་འདས་འདི་ཅི་ཡང་མ་མཆིས་ནི་རག་ནི་བཟོད་ལ་ལྷགས་སོ་འདི་ཡི་ད་ད་ལྟ་ཤི་ནི་བཟོད་ཡིན། ནི་འདི་ཨན་བོག་སི་གཉིས་པ་འདི་ལ་ངེད་ཀྱི་རྒྱ་ག་ནི་སྙན་པ་འདི་བསྐུར་ཡོད་རེད་ཨ་ནི་འདི་སྙན་པ་འདི་ཨ་ནི་ང་རང་པ་ལ་ཨ་མ་བྱས་ཨ་ནི་ངེད་ཀྱི་སྤིན་རྒྱ་ཆུང་ང་བུ་དང་ཁོ་ག་གྱི་སྐྱེས་མའི་སྒྲོལ་མ་ཁོ་ཚོས་ཁོ་ཚོས་ཀྱི་སྙན་པ་བསྐུར་རྒྱུ་རེད་ཨ་ནི་ཁོ་ཚོ་ཚང་མ་ལ་ཨ་ནི་ཐུགས་རྗེ་གནང་ལན་ཡིན་ཨ་དང་པོ་འདི་འདི། སྤ་གྲུ་འདི་རེད་ཨ་ནི་སྤ་གྲུ་འདི་ཉེ་ཁ་འཛིང་དོན་ཡིན་ཞེས་འདི་འཁྲབ་དུས་སྒམ་པོ་སྙུག་ཤེས་འཁྲབ་དུས་སྐབས་སུ་ལ་ཐུབ་བསྟན་ཚེ་རིང་ལགས་ཀྱིས་ཞེས་སྙུག་ཤེས་འདི་འཁྲབ་དུས་སྟོན་ཤེས་འདི་ལ་གྱོན་ཡིན། འདི། འདི་བསྐུར་བྱ། ཨ་ནི་འདི་ང་ང་ཞེས་མང་པོ་ཞེས་ཀྱིས་འཁྲབ་ཨ་ནི་ཞེས་ཀྱིས་གཉིས་རྡུང་མང་པོ་བཟོས་གོ་ར། ཨ་ནི་ཚེ་འདི་ཨ་འདི་ཨོ་འདི་ར་ཡ་ཁག་པོ་འདུག་ཨ་འདི་འཇུག་གུ་ལ་མོ་བྷེ་གི་ལ་ཞི་ཇ་ལ་རྒྱ་གར་ལ་འདི་བྷེ་ལུ་གུ་པི་ནི་ར་འདུག་ཨ་ནི་ཨོ་འདི་གཅིག་བྱས། ཨ་ནི་བ་ནི་སྤང་སྟེ། ང་ཚོས་གཞས་མང་པོ་འཁྲབ་དགོས་དུས་ཆུ་བ་དང་འོན་ཆུ་དང་སྤང་སྟེ་དང་འདི་མང་པོ་འདི་བྱེད་དགོས་ཀྱི་འདུག་ཨ་ཚང་མ་ཆ་ལ་བལྟ་དགོས་ཀྱི་འདུག་ཨ། འོ་དེ་གས་ཨ་ནི་ངའང་འདི་སྤང་སྟེ་ཚོན་མདོག་མང་པོ་ཡོད་རྒྱུ་འགྲོ་རྐྱང་བྱས་ཨ་ནི་འདི་སྤང་སྟེ་འདི་སྙིང་རྗེ་མོ་ཐོངས་སོང་མོ་གི་འདི་ཉོས་དུ།

གཞན་པ་འདི་པཱ་ལ་ཨ་མ་ནི་སྤུ་གུ་གཉིས་ཆེད་དུ་ལ་སྤུ་གུ་སྤུ་གུ་བུ་མོ་ཆེད་དུ་ལ་འདི་བསྐུར་བྱ། རྒྱ་ལ་ཏཱ་ཡ་འདི་བྱེད། ཨ་ནི་བུ་འདི་ཆེད་དུ་ལ་སྨྱོས་ཀྱི་ལག་པ་ཏཱ་ཡ་བྱེད་ནས། ཨ་ནི་ཚངས་མ་ལོན་ལ་སྙིང་ཐག་པ་ནི་ཐུགས་རྗེ་གནང་ལས་ཡིན། གསུམ་པ་དེ་ལ་ཨ་ནི་ཉིད་ཀྱི་ཕ་ཡུལ་ནས་བསྙེན་པ་བསྐུར་ཡོད་རེད་ར། ཨ་ནི་ཕ་ཡུལ་གྱི་བསྙེན་པ་བསྐུར་རྒྱུ་དེ་ཅིག་སྟོན་དགོས་བསམ་སུ་ཆགས་ལ། ཉམས་དོད་ལ། ཨ་ནི་ཉིད་ཀྱི་བོད་གཞས་འཁྲབ་དུས་སྐབས་སུ་ལ་བོད་པ་གི་གཞས་མང་པོ་བིད་འགྲོ་བཟོས་དུས་ཨ་ནི་མགོ་ལ་གོན་དེ་འདྲའི་སྙིང་རྗེ་མོ་དེ་འདྲའི་ཚེ་འདི་ཡ་ཨ་ནི། རྒྱ་གར་ནི་འདི་ཉོས་དུས་ར་འདི་དཔའ་སྤྲུལ་འདི་ཉོས་དུ་ཨ། ཨ་འདི་ལ་དཔེ་དགོངས་ཆེན་པོ་རེ་ཞག་ཁ་ཅིག་འདི་ན་འདི། འདི་ལ་རྒྱ་གར་ལ་ཨ་ནི་མོ་རང་གི་ངེད་ཀྱི་བན་རྒྱ་ཆུང་མ་བུ་གི་ཨ་ནི་སྐྱེ་མེད་ཀྱི། ཨ་ནི། རྒྱ་གར་གྱི་དགོངས་དགུང་མོ་དྲུག་སྟོང་ཚ་སྲི་སྤྲེལ་དུ་ར་སྟོང་ར་དྲུག་ཚ་སྲི་སྤྲེལ་ཞག།

འོ་དེ་ཨ་ནི་ཕ་ཡུལ་ནས་བླ་མ་འཇམ་དཔལ་གྱིས་བསྙེན་པ་བསྐུར་འདུག་བླ་མ་འཇམ་དཔལ་ལགས་ཐུགས་རྗེ་གནང། ཨ་ནི་འདི་དཔེ་རྙིང་རིང་མོ་འདུག་གཞས་འཁྲབ་དུས་ཁོང་པོ་བོད་པ་གི་ཕྱུ་པ་དང་འུར་འཇུ་དང་ཨ་འདི་སྙམ་དུ་ལ་འདི་ཚང་མ་གྱོན་ན་རྙིང་རིང་མོ་འདུག་མཐོང་གི་འདུག་འོ་དེ་གི་ཨ་ནི་ཨ་ནི་ཕ་ཡུལ་ནི་བད་ཁེ་ཡ་འདུག་ལན་ཡིན་ད་ཁྱོད་རང་ཀི་ཧ་གོ་གི་ཡོད་ཀྱི་ར་རྒྱ་གར་ཚིག་ན་ཕ་ཡུལ་ལ་བད་ཁེ་ཡ་འདུག་དེ་བྱས་ཨ་ནི་གཞན་པ་ཅིག།

ཡིན་ནའི་དཔེ་རྙིང་འབྱུང་མོད་དུས་དེ་དུས་ཀྱི་ནང། ཡ་ཨ་ནི་ངེད་ཀྱི་ཨན་འབོག་སྲིན་གྱི་རྙི་གདུང་འདི་དེ་ག་རང་ཡིན་ཚང་མ་དྲུག་ཡོང་བའི་རེ་བ་ཡོད་ཨ་ནི་ཚང་མ་ལ་ཨ་ནི་སྙན་པ་སྙན་པ་བསྐུར་ངེད་ཚང་མ་ལོ་ལ་ཐུགས་རྗེ་གནང་ལན་ཡིན།